འབོར་རྒྱལ་གྱི་ཡིད་རབ་སོ་གཅིག་པ་ལྷ་སྲས་སྲོང་བཙན་སྒམ་པོ་ནི་ཡབ་རྒྱལ་པོ་གནམ་རི་སྲོང་བཙན་གྱི་སྲས་སུ་ལྷ་སའི་མལ་གྲོ་དགུང་དཀར་རྒྱ་མ་ནང་གི་ཕོ་བྲང་འཇམ་པ་མི་འགྱུར་གླིང་དུ་སྐུ་འཁྲུངས། ཁོང་དགུང་ལོ་བཅུ་གསུམ་ལ་སླེབས་སྐབས་ཡབ་རྒྱལ་པོ་ཕོ་བྲང་ནང་གི་བློན་པོས་སྡུག་བརྒྱབ་ནས་བཀྲོངས་པས་ལོ་ན་ཆུང་རུང་རང་གི་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན་གྱི་བློན་པོ་ཁྱུང་པོ་སྤུང་སད་ཟུར་རྩེ་དང་བྷའི་ཡིད་ཚབ། མགར་སྟོང་བཙན་ཡུལ་སྲུང་སོགས་ལ་བརྟེན་ནས་རྒྱལ་པོའི་ཁྲི་ལ་འཛེགས། བཙན་པོ་ཁོང་གིས་ཐོག་མར་ཡབ་རྒྱལ་པོར་སྡུག་རྒྱག་མཁན་གྱི་གཏེ་པོ་རྣམས་རེ་རེ་བཞིན་རྩ་མེད་བཏང་ནས་ནང་ཁུལ་མ་འཆམ་པའི་གནས་ཚུལ་མེད་པ་བཟོས། དེ་ནས་ཁ་ཕྱི་ལ་ལོག་སྟེ་བཙན་པོའི་རྒྱལ་རབས་ལ་རྒྱབ་གཏོད་བྱེད་མཁན་གྱི་ལྷོ་ཁའི་རྒྱ་ཚ་རྫོང་དང་ཉིང་ཁྲི་ཀོང་པོ་རྒྱ་མདའ་ལ་སོགས་གཙོ་བོར་བྱེད་པའི་མདའ་ཀོང་ཉང་གསུམ་གྱི་ཡུལ་དག་སླར་ཡང་སྤུར་རྒྱལ་བོད་ཀྱི་འོག་ཏུ་བསྡུས། རང་གི་བློན་པོ་ཅང་ཀྲུང་ཅན་ཉང་མང་པོ་རྗེ་ཞང་ནང་བསིལ་བའི་བློ་རིག་ལ་བརྟེན་ནས་ཆབ་མདོའི་སྟེང་ཆེན་དང་ནག་ཆུའི་སྦྲ་ཆེན་རྫོང་སོགས་གཙོ་བོར་གྱུར་པའི་སུམ་པའི་རྒྱལ་ཕྲན་ཚང་མ་དབང་དུ་བསྡུས། དེ་རྗེས་མུ་མཐུད་དུ་རྒྱལ་པོ་རང་གི་གཅུང་མོ་སད་མ་དཀར་སྟོད་མངའ་རིས་ཞང་ཞུང་གི་རྒྱལ་པོ། ལྡེ་མིག་བརྒྱ་ཟེར་བའི་བཙུན་མོར་བསྟེན་ནས་མཐར་གཅེན་གཅུང་གཉིས་ཀྱིས་ཕྱི་ནང་ཟུང་འབྲེལ་བྱས་ཏེ། སྟོད་ཀྱི་མངའ་རིས་སྐོར་གསུམ་གཙོ་བོར་བྱས་པའི་ཞང་ཞུང་གི་རྒྱལ་ཁབ་ཡོངས་དྲག་པོའི་དམག་ལ་བཏིང་ནས་སྤུར་རྒྱལ་བོད་ཀྱི་འོག་ཏུ་བཅུག། དེ་མིན་ད་དུང་བལ་བོའི་རྒྱལ་ཁབ་ལ་དམག་དྲངས་ཏེ་བལ་བོའི་རྒྱལ་པོ་ཡུ་ན་ཀུ་ཏི་བྱ་བ་བསད་ནས་བོད་ལ་དགའ་བའི་མི་ན་རི་བ་ཟེར་བ་ཞིག་རྒྱལ་པོ་བཅལ་དུ་བཅུག་སྟེ་ལོ་ལྟར་སྤུར་རྒྱལ་བོད་ལ་དཔྱ་ཁྲལ་འབུལ་བའི་ཁྲིམས་བཟོས། དེ་མིན་ད་དུང་མཚོ་སྔོན་ཁུལ་གྱི་ཨ་ཞལ་རྒྱལ་ཁབ་སོགས་ལ་དཔུང་ཆེན་དྲངས་ནས་བོད་ཀྱི་ས་མཚམས་དེ་རྒྱ་ནག་ཐང་རྒྱལ་རབས་ཀྱི་ས་མཚམས་པར་གཏུགས་སོ། བཙན་པོ་སྲོང་བཙན་སྒམ་པོས་ཆབ་སྲིད་ཀྱི་མངའ་ཐང་ཇེ་ཆེ་ནས་ཇེ་ཆེར་གཏོང་ཕྱིར་སྤུར་རྒྱལ་བཙན་པོའི་ལྟེ་བ་ལྷོ་ཁའི་ཡར་ཀླུང་ནས་སྐྱིད་ཤོད་ལྷ་སའི་ཕྱོགས་སུ་བུད། དམར་པོ་རིའི་སྟེང་དུ་ཕོ་བྲང་ཞིག་སྟོད་ལུང་གི་མོང་ས་ཁྲི་ལྕམ་དང་རྒྱ་ནག་གི་སྲས་མོ་ཝུ་ཤིན་ཀོང་ཇུ། བལ་ཡུལ་གྱི་སྲས་མོ་བལ་ས་ཁྲི་བཙུན་སོགས་བཙུན་མོ་ལྔ་བཞི། བལ་ས་ཁྲི་བཙུན་གྱིས་བལ་ཡུལ་ནས་རྡོ་བཟོ་དང་ལྕགས་བཟོ་མཁས་པ་མང་པོ་བོས་ནས་ར་ས་འཕྲུལ་སྣང་གཙུག་ལག་ཁང་བཞེངས་པ་དང་རྒྱ་ས་ཀོང་ཇུས་ཀྱང་རྒྱ་ཡུལ་ནས་བཟོ་བོ་མཁས་པ་མང་པོ་སྐྱེས་བཏང་ནས་རྒྱ་སྟག་ར་མོ་ཆེའི་ལྷ་ཁང་ཞིག་སྤྱི་ཚོགས་གོང་དུ་སྤེལ་བར་བོད་རང་གི་སྐད་དང་མཐུན་པའི་ཡི་གེ་ཞིག་མཁོ་བར་དགོངས་ཏེ་ཐོན་མི་སམ་བོ་ཏྲ་ལ་སོགས་པའི་བོད་ཀྱི་སྐུ་དྲག་གི་བུ་རིག་པ་རྣོ་བ་བཅུ་དྲུག་ལ་གསེར་ཞིབ་བཤིབ་མང་པོ་བསྐུར་ནས་རྒྱ་གར་དུ་བཏང་མཐར་མི་གཞན་བཅོ་ལྔ་པོས་རྒྱལ་པོའི་བཀའ་མངགས་བཞིན་བསྒྲུབ་མ་ཐུབ་རུང་ཐོན་མི་སམ་བོ་ཏྲས་རྒྱ་གར་གྱི་མཁས་པ། བྲམ་ཟེ་ལི་སྦྱིན་ཀ་ར་དང་སྤེན་ཁྲི་དང་ལྷ་རིག་པའི་སེང་གེ་ལས་རྒྱ་གར་གྱི་སྐད་དང་ཡི་གེ། བརྡ་སྤྲོད་པའི་བསྟན་བཅོས་བཀའ་བཙན་དབྱངས་གསུམ་བསོགས་པ་རྣམས་ལ་ལོ་ངོ་བདུན་གྱི་བར་དུ་འབད་བརྩོན་ཆེན་པོས་གསན་སྦྱོང་གནང་རྗེས་ཕྱིར་བོད་དུ་སླེབས་ནས་རྒྱ་གར་དགུ་བརྒྱའི་རྒྱལ་རྒྱུད་སྐབས་ཀྱི་ཡི་གེའི་བཟོ་ལྟ་ལ་དཔེ་བལྟས་ནས་སྔར་བོད་ཀྱི་ཡི་གེ་སྟབས་བདེ་ཞིག་ཡོད་པ་དེར་བོད་སྐད་ཀྱི་གདངས་དང་བསྟུན་ནས་ཁ་ཇེ་བྱང་དང་ཕུད་ཇེ་ལེགས་སུ་བཏང་སྟེ་ད་ལྟའི་བོད་ཡིག་དབུ་ཅན་གྱི་རྣམ་པ་དེ་གསར་བཟོ་གནང་ངོ། ཁོང།